འདི་ལོའི་ཕྱི་ཟླ་དགུ་ཚེས་ཉེར་གཅིག་རྩ་བདུན་ཉིན་བཟུང་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་ནང་བསྟན་སློབ་གླིང་ཞེས་པ་རུ། ཞི་ཅིན་ཕིན་གྱི་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བའི་ཁ་ཕྱོགས་ལ་སྐུལ་འདེད་གཏོང་ཆེད་བོད་བརྒྱུད་ནང་བསྟན་གྱི་སློབ་གྲྭ་ཁག་དང་ལས་རིགས་ཚང་མའི་ནང། རྒྱལ་ཁབ་སྤྱི་སྐད་ཁྱབ་བརྡལ་གཏོང་དགོས་སྐོར་བརྗོད་ནས་རྒྱ་ཡིག་གི་ལམ་ནས་ནང་བསྟན་སློབ་ཐབས་ཀྱི་བསླབ་གཞིའི་སྤྱི་ཞབས་འཚོགས་འདུ་ཟེར་བ་ཞིག་འཚོགས་ཡོད་པ་དང།

གི་ཁར་སོགས་ཕན་ཐོགས་ཡོད་པར་མཐོང་བྱས་ནས་རིག་གཞུང་གི་ཆ་ཤས་གལ་ཆེན་པོ་ཞིག་རྩིས་བྱས་ནས་ཆ་ཤས་དེ་འདོན་པ་ཐོག་ནས་ཟུག་ཡོད་མ་རེད་དབང་བསྒྱུར་བྱས་རྐྱང་རྐྱང་དོན་དག་རེད། རྒྱ་ནག་གཞུང་གིས་བཏང་བའི་དེ་འབྲེལ་གནས་ཚུལ་ནང་བོད་རང་སྐྱོང་ལྗོངས་ལས་དོན་མཐུན་སྦྱོར་ཚོགས་པའི་འགན་འཛིན་གཞོན་པ་ཧྲི་ཐར་གྱིས། བོད་བརྒྱུད་ནང་བསྟན་ལས་རིགས་སུ་རྒྱལ་ཁབ་སྤྱི་སྤྱོད་སྐད་ཡིག་ཁྱབ་གདལ་གཏོང་བར་ངོས་འཛིན་གཏིང་ཟབ་དང་མེས་རྒྱལ་གོང་བུ་གཅིག་གྱུར་མཐའ་གཅིག་ཏུ་སྲུང་སྐྱོང་བཅས་ལ་དམིགས་དགོས་སྐོར་བརྗོད་ཡོད་ན་ཡང། བོད་མིའི་སྒྲིག་འཛུགས་སྲིད་ཞུའི་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཕན་ཐོགས་ལགས་ནས། ཐེངས་འདིར་ཚོགས་འདུའི་སྟེང་བོད་རང་སྐྱོང་ལྗོངས་ཀྱི་ཧྲི་ཐར་ཟེར་བ་དེ་ཡང་ཡོད་པ་དེས་ཚོགས་འདུ་དེའི་མཚོ་སྔོན་ཞིང་ཆེན་ཁོ་ན་ཙམ་མ་ཡིན་པར་རྒྱ་ནག་གཞུང་གིས་ཆེད་དུ་བཀོད་སྒྲིག་བྱས་པ་ཞིག་དང། བོད་ཀྱི་ཆོས་དང་རིག་གཞུང་གཏོར་བཤིག་གཏོང་ཐབས་ཀྱི་ཆབ་སྲིད་ཞིག་ཆགས་ཡོད་སྐོར་གསུངས་སོང། ཆབ་སྲིད་ཀྱི་ལངས་ཕྱོགས་དེ་བརྟན་པོ་དགོས་པ་རྒྱ་ནག་དགའ་ཞེན་ཅན་དང། དེས་ཀྲུང་ཧྭ་མི་རིགས་སྤྱི་དམངས་ཀྱི་འདུ་ཤེས་རིག་ལམ་ཉིན་རེ་གུང་བསྒྲེང་དང་ཁ་ཉན་པོ་དགོས་ཡ་དེ། གལ་ཆེ་ཤོས་ཟིན་འབུལ་བ་དེའི་ཐོག་ནས་གཅིག་གིས་དངོས་གནས་ཀྱི་བསླབ་པའི་ཕྱོགས་ལ་མེད་པ་ལ། ད་རིག་གཞུང་རྩ་མེད་བཟོ་ཡག་དང། དེ་ག་ལོད་ད་རྒྱལ་དར་སྲིད་ཇུས་ད་ཆབ་སྲིད་སྲིད་ཇུས་ཅིག་ཡིན་པ་ཧ་ཅང་མངོན་གསལ་དོད་པོ་རེད་ཤག། ཡང་རྒྱ་ནག་བོད་བརྒྱུད་མཐོ་རིམ་ནང་བསྟན་སློབ་གླིང་གི་མགོ་ཁྲིད་གཞོན་པ་ལི་ཕང་ཟེར་བས་བོད་བརྒྱུད་ནང་བསྟན་གྱི་རྒྱ་ཡིག་སྤྱོད་རྒྱུ་ནི་མིའི་རིགས་ཀྱི་ཕྱི་དཔལ་འཕེལ་རྒྱས་ཀྱི་ཆུ་ཉལ་དང། སྐད་ཡིག་བརྗེ་བསྒྱུར་ནི་ནང་བསྟན་རྒྱ་ནག་ཅན་གྱི་ཁ་ཤགས་མཐའ་འཁྱོངས་བྱེད་པའི་ཐབས་ལམ་གྱི་གདམ་ག་ཉག་གཅིག་ཡིན་སྐོར་བརྗོད་ཡོད་ན་ཡང། དགེ་བཤེས་ལྷག་རྡོར་ལགས་ནས་སྤྱིར་བོད་བརྒྱུད་ནང་བསྟན་རྒྱ་ཡིག་ནང་བསྒྱུར་རྒྱུ་ཟེར་བ་དེ་སྲིད་དོན་གྱི་ལག་ཆ་ཙམ་ལས། དམར་ཕྱོགས་ཀྱི་འགྲོ་སྟངས་རེད་བ་དམར་ཕྱོགས་ཀྱི་འགྲོ་སྟངས་རྨོངས་ཞེན་དང་དབང་བསྒྱུར་གྱི་འགྲོ་སྟངས་རང་རེད་མ་གཏོགས་གི་འདི་ཕུགས་བསམ་ཡོད་པའི་གི་བསམ་བློ་གལ་མ་རེད་དེ་ཡིན་དུས་དོན་དངོས་པོའི་ཐོག་ལ་སྤུས་དག་པོ་ཅིག་རག་ཡེ་ཞེ་དྲག་ཁག་པོ་རེད། དེ་བཞིན་མཚོ་སྔོན་ཞིང་ཆེན་ཧྲིལ་སྤྲུལ་གྱི་མགོ་ཁྲིད་གཞོན་པ་དང་མཚོ་སྔོན་ཞིང་ཆེན་ནང་བསྟན་སློབ་ཆེན་གྱི་འགན་འཛིན་རིན་ཆེན་རྣམ་རྒྱལ་ཟེར་བས་བོད་བརྒྱུད་ནང་བསྟན་ལས་རིགས་ཀྱི་པྲ་ཚིལ་རྣམ་པས་རྒྱལ་ཁབ་སྤྱི་སྤྱོད་སྐད་ཡིག་སློབ་སྦྱོང་བེད་སྤྱོད་ཡག་པོ་བྱེད་པར་དམིགས་བསལ་གྱི་འགན་འཁྲི་ཆེན་པོ་ཡོད་པ་དང། བོད་བརྒྱུད་ནང་བསྟན་རྒྱ་ཡིག་གི་ལམ་ནས་འཁྲིད་རྒྱུ་ནི་ནང་བསྟན་དགེ་སློབ་ཡོངས་ཀྱི་རྒྱ་ནག་གཅིག་མཐུན་གྱི་འདུ་ཤེས་བརྟན་པོ་ཡོང་བར་བྱེད་ཐབས་ཤིག་ཡིན་སྐོར་བརྗོད་ཡོད་ན་ཡང་ཕན་ཐོགས་ལགས་ནས་གནད་དོན་དེ་ནི། ལྷག་པར་དུ་ཀྲུང་ཧྭ་མི་རིགས་གཅིག་མཐུན།
ཀྱི་ཚོགས་པའི་གི་ཐབས་འདུ་ཤེས་སྲ་བརྟན་ཟེར་བ་དེ་དག་བོད་པ་ཚོ་ལ་བཙན་ཤེད་ཀྱི་ཀླད་པ་བསྐྲུན་ནས་བོད་མི་སོ་སོས་ཀྱི་སོ་སོ་རྒྱ་མི་དང་ཀྲུང་ཧྭ་མི་རིགས་ཡིན་པ་དེ་འདྲའི་གི་ངོས་འཛིན་དགོས་པ་དང་ད་བོད་བརྒྱུད་ནང་བསྟན་ཀྲུང་གོ་ཆེན་དུ་བསྒྱུར་བ་ཟེར་བ་དེ་དག་བོད་བརྒྱུད་ནང་བསྟན་དེ་གུང་ཁྲན་ཏང་གི་ཁར་བཤད་བཤད་དེ་ཁར་ཉན་དགོས་པ་ལྷག་པར་དུ་ཐེ་ཇི་ལ་འདྲི་ཞིག་དང། དེ་འདྲའི་ཁྲིམས་འཛིན་མང་པོ་ཞིག་བཟོས་རྗེས་ད་དབུས་གཏང་ས་མེད་པར། རྒྱ་ནག་གིས་ག་རེ་སྟངས་འཛིན་བྱས་རྗེས་དེ་འདྲའི་ཆགས་བསྡད་རེད། ཐེངས་འདིར་བོད་བརྒྱུད་ནང་བསྟན་ནི་རྒྱ་ཡིག་ནང་འཁྲིད་དགོས་པའི་མཚང་འདི་གཟིར་བའི་སྟེང། ལྷ་ས་དང་མཚོ་སྔོན་ཕྱོགས་ཀྱི་ཆོས་ལུགས་ལས་རིགས་དང། སློབ་གྲྭ་ཆེན་མོ་བ་མང་པོས་མི་སྣ་ལྔ་བརྒྱ་ལྷག་མཉམ་ཞུགས་བྱས་ཡོད་པ་དང། ཚོགས་འདུ་དེ་བཞིན་ཉིན་གསུམ་རིང་འཚོགས་ཏེ་བོད་བརྒྱུད་ནང་བསྟན་གྱི་ཚད་མ་རིག་པའི་གསུང་རྩོམ་རྒྱ་ཡིག་ལ་བསྒྱུར་རྒྱུའི་སྐོར་དང། བོད་བརྒྱུད་ནང་བསྟན་གྱི་ཚད་མ་རིག་པའི་ཞིབ་འཇུག། རྒྱལ་ཁབ་སྤྱི་སྤྱོད་སྐད་ཡིག་གིས་ཆོས་ལུགས་ཀྱི་དངོས་ཡོད་གནས་ཚུལ་ལ་སློབ་སྦྱོང་བྱེད་དགོས་པ། ནང་བསྟན་གྱི་རྒྱ་ཡིག་སློབ་དེབ་རྩོམ་སྒྲིག་བྱེད་པའི་གལ་ཆེའི་རང་བཞིན་སོགས་ཀྱི་སྐོར་ནས་བགྲོ་གླེང་དང་དཔྱད་ཞིབ་རྩོམ་ཡིག་སྒྲགས་སྦྱང་སོགས་བྱས་ཡོད་འདུག་ན་ཡང། དགེ་བཤེས་ལྷག་རྡོར་ལགས་ནི་ཐང་དར་སྤོ་པའི་འཁེལ་བ་དང་ཉམས་ཞིབ་པ་མང་བོ་ཞིག་ཉམས་ཞིབ་བྱས་ཡོད་ཀྱང། དེ་དག་བཙན་ཐབས་ཙམ་ལས་དོན་དངོས་སུ་ཁོ་ཚོར་སེམས་གཏིང་ནས་འདོད་མོས་མེད་པ་མངོན་གསལ་ཡིན་སྐོར་གསུངས་བཞིན་འདུག་པར་ལེན་ཕྱག་བསྒྲིགས་པ་བསྟན་འཛིན་དོན་ཡོད་དང་གསར་འགོད་པ་སངས་རྒྱས་ཀུན་ཆགས་གཉིས་ནས་གཞིས་སྒར་རྡ་རམ་ས་ལ་ནས།